ལས་མི་ཡོངས་ལ་བཀའ་དྲིན་ཆེ་དང་ཡང་ན་མཆོད་པར་འཇོག་པ་དེ་ལྟ་བུ་ཞིག་ཡིན་དེ་གཅིག་བྱས། ནས་གཉིས་པ་དེ་ནས་གུས་འདུད་བྱེད་ཡ་ཅིག་ག་རེ་གུས་འདུད་བྱས་པ་ཡིན་ཟེར་དེ་རང་འདུ་བ་ང་ཚོ་རྒན་ལགས་རྣམ་པ་ཞུས་ཡོད་རེད་ད་ང་དང་གཞན་གྱིས་ད་དེ་རང་གི་ཚོ་འདུ་གི་བརྗོད་དོན་དེ་ནས་ད་ངུ་འདི་གཟུགས་སྐུ་དེ་ཤི་བའི་དབྱངས་སུ་བཞག་ནས་ལོ་བཅུ་ཐམ་པ་ཁོ་རེད། ཨ་ནི་ཡོན་ཀྲང་ལགས་ཀྱིས་མི་མངོན་པའི་ཨ་སྔོན་གྱི་དབྱངས་ནི་ང་རང་ཚོ་ལ་གཤམ་གསལ་དང་རིགས་བསྟུད་ཀྱི་སྤྱན་གསུམ་གྱི་གཟིགས་ཡོད་པའི་ཚོར་སྣང་བཟོ་ར་དེ་འདྲ་བྲིས་ཡོད་རེད་དེ་འདྲ་སོང་ཙང་ཡོན་ཀྲང་ལ་གཙོས་བྱས་པའི་མན་ཚི་ཁང་གི་འདུས་མ་དག་ཟིན་གྱི་དགེ་རྒན་རྣམ་པ་ཡང་ན་མན་ཚི་ཁང་ལས་མཆེད་པའི་དགེ་རྒན་རྣམ་པ་ལ་ཨ་ནི་གུས་འདུད་ཞུས་པ་ཡིན།

ཞུས་ཚར་བ་བྱེད་ཀྱི་ཡིན། ད་ངས་ཞུ་ཡག་གི་འདི་ནང་དོན་གྱི་ཁ་བྱང་གི་སྒང་ལ་ད་འདི་བོད་ཡིག་གི་ད་ལྟ་འདི་བུ་ཆུང་ཚེ་རང་གིས་ཀློག་པ་གནང་བཞིན་རེད། རྒྱ་ཡིག་གི་སྒང་ནས་ངས་རྩ་བ་མི་ཡིད་ཡག་ཤོས་ཡིད་ལྟ་བའི་རིན་སྤྲི་བྱ། ད་གོང་ནས་ང་ཚོའི་མཛད་སྒོའི་སྒང་ལ་འཕྲོད་བསྟེན་ཐིང་གི་མགོ་ཁྲིད་ན་རེ། མེ་མཛེས་ཁང་གི་མགོ་ཁྲིད་ན་རེ་དེ་ག་ནང་བཞིན་གྱི་ཨ་ནི་མགོ་ཁྲིད་མང་པོ་ཞིག་གིས་མང་པོ་ཞིག་གསུངས་སོང། བྱམས་པ་ཡོན་ཀྲང་ལ། ཙམ་ཡོད་ཞེས་ཐལ་དུ་ཟེར་གྱི་འདུག་བྱམས་པ་ཡང་རང་ལ་དེ་ནི་ཁར་སོགས་རེད་དང་ཅིང་དང་ཅིང་དབུ་ཁུས་དང་ཁྲན་ཆི་རུང་ཟེར་གྱི་འདུག་ད་དེའི་སྟེགས་སུ་ཅིག་གནས་ལ་སོ་ར་ཅིག་ཁེལ་འདུག་ཨ་ནེ་ལས་ཅིག་རླབས་ཆེན་ཡིན་པ་དེ་རྒྱ་ཡིག་བཀག་ནས་ཞུས་མ་སོང་ད་དངོས་གནས་དྲང་ནས་བཤད་ན་དུས་རབས་འདི་ལ་ང་རང་ཚོ་སྨན་རྩིས་རིག་པ་གི་ཁྱབ་ཁོངས། བོད་ཀྱི་རིག་གནས་འདི་སྲོལ་རྒྱུན་རིག་གནས་གི་ཁྱབ་ཁོངས་ནས་བཤད་ན་ཁྱབ་མ་ཡང་འབྲང་འདི་དངོས་གནས་དྲང་གནས་གི་ད་དུས་རབས་གཅིག་གི་རླབས་ཆེན་གི་མི་སྣ་དེ་འདྲ་ཅིག་འདི་གར་ས་གོ་རེ་ཡིན་པ་ལ་ནི་གཏན་འཁེལ་བྱས་ན་ད་འདི་འདི་ཏག་ཏག་བསྡད་གི་ཡོད་པ་ཚོ་ར་དེ་འདྲ་ཅིག་སོང་ཙང་ནི་ངས་ཡིད་བརྟས་བའི་རེད་ཅི་བྱའོ།

སེམས་དེ་འདྲ་ཅིག་མི་འགྲོ་སེམས་ཀྱི་གཅིག་དེ་ཁོ་རླབས་ཆེན་གྱི་མི་སྣ་ཡིན་དགོས་ན་ཡིན་གཅིག་མིན་གཅིག་ཁོ་རླབས་ཆེན་གྱི་བསམ་བློ་དེ་འདྲ་ཅིག་ཡོད་ས་རེད། དེ་གཅིག་བྱས། གཉིས་པ་དེ་ཁོ་མི་རེ་རྗེས་པ་ལ་བཞག་འཇོག་གི་ཁར་ཁར་སོ་རེད་མཛད་པ་ཁྲི་ལས་དེ་རླབས་ཆེན་དེ་འདྲ་ཡིན་དགོས་ས་རེད། སེམས་ཀྱི་སྒང་ནས་ནི་ང་རང་ཚོ་མི་རེ་རྗེས་མ་ལ་ནི་བཀའ་དྲིན་བཀའ་དྲིན་གྱི་ཁྱབ་བྱེད་པ། བཀའ་དྲིན་ཆེན་པོ། དེ་འདྲ་ཅིག་ལ་ཡང་དེ་རླབས་ཆེན་གྱི་མི་སྣ་སྲིད་ཤ་ཟ་ན་ཕལ་ཆེར་འགྲིག་གི་ཡོད་པ་དེ་འདྲ་ཅིག་རེད་བསམ་གི་ཡོད་དེ་འདྲ་སོང་ཙང་ནི་ཡོན་ཀྲང་ལགས་ནི་ནི་རླབས་ཆེན་གྱི་མི་སྣ་དེ་འདྲ་ཅིག་རེད་ཟེར། དེ་ནས་བློ་སྤོབས་འཐུལ་བ། ད་པའི་ཆ་ཤས་དང་ཡོན་ཀྲང་ལགས་ངོ་མ་སྤྱི་ཚོགས་རྐྱང་པ་སྒང་ལ་རྒྱ་ཡིག་དང་རྒྱ་སྐད་དེ་འདྲ་སྦྱང་མྱོང་བ་མ་རེད་ཞུ་གོ་ཞུ་གོ་ལོ་དེ་སི་དགུང་ལོ་ཡག་ཐུག་འབུ་ཆགས་ནས་རྒྱ་ཡིག་སྦྱང་ཆོག་དེ་རེད་བ། ཡིན་ནའི་ལ་ཡང་ནི་ཁུག་པའི་རྒྱ་ཁབ་གི་འགོ་ཁྲིད་ད་པའི་ཆ་ཤས་ན་ཧུ་ཅིན་ཐོ་འདི་གར་ཟེར་ཅང་ཙི་མིན་དེ་འདྲ་ནི་ལན་ཆེ་མྱོང་ཡོད་རེད། ང་རང་ཚོ་ནི་ཚན་རིག་ཀྲུང་གོའི་རྒྱལ་ཁབ་ཀྱི་ཚན་རིག་པ་གི་རྩིས་ཁྲ་ཆེན་ཤོས་སུ་ཀྲུང་གོ་གི་འདི་ཚན་རིག་མཐུན་ཚོགས་ཀྱི་ཀྲུའུ་ཞི་རོགས་ཡོན་ཀྲང་ལ་ནི་ཀྲུའུ་ཞི་འཇོན་པ་རེད་འདུག་དུས་དེ་ནི་ཆེན་ཤོས་སུ་ད་བའི་ཏིན་ཀྲ་ལ་ད་སྐད་ཆ་བཤད་དགོས་དང་བཀའ་མོལ་གནང་དགོས་ན་ཨ་ཁ་རིས་སུ་མངོན་ན་ཡོན་ཀྲང་ལ་པའི་ཁར་སུ་རེད་གཞན་གྱིས་ཀྲང་དང་མི་འཇོག་པའི་བློ་དང་སྤོབས་པ་དེ་ལྟ་བའི་བློ་སྤོབས་དེ་ཡང་ཤེས་རབ་ཀྱིས་བརྒྱན་པའི་སྤོབས་པ་དེ་འདྲ་ཅིག་ལ་ངོས་འཛིན་བྱས་ན་འགྲིག་གི་ཡོད་རེད་བསམ་སྲིད། དེ་མ་ཡིན་པའི་ད་ཡོན་ཀྲང་ལ་ཨ་ནི་ནི་རྩེད་མོ་དང་རྩེད་ཚེར་ལ་མཁས་པ་དེ་འདྲ་ཞིག་རེད་བ། ད་བས་ཆ་ཤས་ན་ང་ཚོ་ན་ཨ་ནི། འདི་དུས་རེ་འདི་གོང་མ་གི་ལོ་རིབ་བརྒྱ་བཅུ་བརྒྱ་བརྒྱ་དྲུག་ལོ་ལ་ད་ཆ་སྨན་རྩིས་ཁང་སློབ་སྦྱོང་ཟབ་སྦྱོང་འདི་རྒྱལ་ཡོངས་རང་བཞིན་གྱི་ཟབ་སྦྱོང་ཐ་ང་པ་སྒང་ནས་ཡོང་དུས་ཨ་ནི་ཡོན་ཀྲང་ལ་འདི་དར་སོར་སྐམ་ལ་བསྐྱལ་པ་ཡིན་དགེ་རྒན་གྱི་ངོ་སྤྲོད་ཆེ་བ་ལ་བརྟེན། དེ་ནི་ང་རང་ཚོའི་ད་བས་ཚོ་ན་ཁོས་རྩེད་མོ་དང་རྩེད་ཚེར་ཆེ་ཆེ་ཨ་ནི་དེ་འདྲ་བྱེད་ཉེན་ཅིག་རེད།

ད་བོད་ཡོངས་ལ་ནི་སྐད་གྲགས་ཡོད་རྒྱུ་འདུག་གི་ཁམས་སུ་ཆོལ་ཁ་ཟིན་ན་སྐད་གྲགས་ཡོད་རྒྱུ་གི་མཁས་པ་རྣམས་ན་ད་དཔེ། སྟོན་པ་དབྱངས་ཏིར་ཀ། ཚེ་བརྟན་ཤར་གྲོང་རིན་པོ་ཆེ་ལྟར། སྟོན་འཁོར་བློ་བཟང་འཕྲིན་ལས་རིན་པོ་ཆེ་ལྟར། དེ་ག་ནང་བཞིན་གྱི་ནི་མི་དགེ་བསམ་དོན་ལྷོ་ཁོངས་མི་དགེ་བསམ་དོན་ལྟར། དེ་དང་མཉམ་དུ་བྱམས་པ་ཡོན་ཀྲང་ལྟར། དེ་འདྲ་ད་མི་ཚང་མ་ཧ་གོ་གི་ཡོད་རེད། དེ་གི་སྐྱེ་བོ་དགག་ནི་ཡོན་ཀྲང་ལ་དཔེ།

དབྱིན་གཅིག་མི་གཅིག་དང་གསོ་བ་རིག་པ་འདི་གར་སོང་གསོ་བ་རིག་པ་དང་སྨན་གྱི་རིག་པ་འདི་གི་ཤེས་ལྡན་མི་སྣ་མང་པོ་བྱེད་སང་བྱེད་དགོས་རེད་དེ་ཡིན་དུས་དགེ་རྒན། སློབ་དཔོན་དགེ་བའི་བཤེས་གཉེན། ལ་རག་ལས་ཡོད་རེད་པ། སློབ་གྲྭ་ཆེན་མོ་ཟེར་བ་དེང་སང་ནང་དེ་ནང་བཞིན་རེད་པ་རྒྱལ་ནང་ཡིན་ན་དེ་རེད་ཕྱི་རྒྱལ་ཡིན་ན་དེ་སློབ་གྲྭ་ཆེན་མོ་ཟེར་ཡ་ཁང་པ་དུམ་བུ་ཡོད་ན་སློབ་གྲྭ་ཆེན་མོ་མ་རེད། སྒོ་ཆེན་པོ་དེ་འདྲ་ཡིན་ན་སློབ་གྲྭ་ཆེན་མོ་ཟེར་མིང་ད་གའི་བ་མ་རེད་གཙོ་བོ་གཙོ་བོ་དེ་གི་རེ་ཞིག་ནས། དགེ་རྒན་རྣམ་པ་སློབ་བུ་རྣམ་པ་ལ་རག་ལས་ཡོད་རེད། དེ་ལྟས་ནས་ལྷ་ལྡན་སྨན་རྩིས་ཁང་འདི་བོད་ཁྱི་རྒྱ་འདུས་པའི་རྩོད་ལག་གི་སྡིག་ཆེན་པོ་དེ་འདྲ་རེད། ད་གོང་དུ་མང་པོ་གསུང་གི་འདུག་ཨ་ད་དཔེ་ཆ་ཟེར་ན། འདི་ལྕགས་རི་དགེ་རྒན་ཐུབ་བསྟན་ཚེ་རང་ལྟ་བུ། ཨ་དེའི་ནང་བཞིན་གྱི་ད་འདི་བློ་བཟང་འདི་མཁས་དབང་བློ་བཟང་སྙན་གྲགས་ལྟ་བུ། ཨ་ནི། མཁན་ཆེན་ཁྲོ་བོའི་ཚེ་ནང་མཁན་ཆེན་ཚུལ་ཁྲིམས་རྒྱལ་མཚན་ལ་སོགས་པ་མཁས་པ་མང་པོ་ཞིག་ཡོད་རེད་པ། སྨན་རྩིས་རིག་གནས་སྤྱི་བོ་མ་ཡིན་པའི་བོད་ཀྱི་བོད་ཀྱི་རིག་གནས་སྲོལ་རྒྱུན་རིག་གནས་སྤྱི་བོ་ཁ་ཁར་ཟེར་གི་རེད་ཡ་མ་བྲེལ་བ། ཆོས་ཉིད་ཀྱི་རྒྱུན་བཟང་དེ་ལྷ་ས་སྨན་རྩིས་ཁང་ནང་ན་སྟེར་ཡོད། ལྷ་ས་སྨན་རྩིས་ཁང་དེ་དཔེ་ལྟེ་བ་ཆེན་པོ་དེ་འདྲ་ཅིག་རེད། ལྷག་པར་དུ་སྨན་རྩིས་རིག་པ་གི་ངོས་ནས་བཤད་ནས་སོང་ན་ལྟེ་གནས་ཆེན་པོ་དེ་འདྲ་རེད། ཁོང་གིས་ད་དེ་རང་ནང་ཁག་གི་སློབ་གྲྭ་དཔེ་ཆ་ཞིག་ན་ད་ད་གི་དགོངས་དོན་ཞིག་བཟུང། རང་སྐྱོང་ལྗོངས་ཀྱི་འཕྲོད་བསྟེན་སློབ་གྲྭ། དེ་བཞི་གོ་བོད་སྨན་སློབ་གྲྭ། དེ་བཞི་གོ་བོད་ལྗོངས་ལྷོ་ཆས་ཀྱི་བོད་སྨན་སྡེ་ཚན། དེ་གི་བཞི་གོ་ད་གི་རང་ཚུགས་ད་ད་གི་བོད་ལྗོངས་སློབ་གྲྭ། བོད་ཀྱི་བོད་ལུགས་སུ་རུ་སློབ་གྲྭ་ཆེན་མོ་ད་བ་རེད་བ། དེ་ཚོ་ན་ཨ་ནི། སྨན་རྩིས་ཁང་གི་སྨན་རྩིས་ཁང་གི་ལྷ་སྡེ་སྨན་རྩིས་ཁང་གི་ཁར་སེ་བོ་རི་ཁུག་བུ་དགོན་དེ་འདྲ་ད་འདི་བུ་བྲག་དེ་འདྲ་རེད་ད་དེ་གཅིག་གཅིག་དེ་གཉིས་ཀྱི་སྒང་ནས་སྨན་ཁང་གི་ནས་བཤད་ན་ད་སྨན་རྩིས་ཁང་དེ་ཁར་རེད་ཟེར་ན་རྒྱལ་ཁབ་ཕྱི་ནང་ཀུན་ཏུ་ཆགས་པའི་བོད་ལུགས་སྨན་ཁང་ཡོངས་ཀྱི་མ་ཡིན་སྨན་ཁང་དེ་འདྲ་གཅིག་རེད། ད་དེ་རང་སང་ཉིན་ང་རང་ཚོས་སྨན་རྩིས་ཀྱི་རིག་པ་ཞི་བོ་དར་རྒྱས་གོང་འཕེལ་ལ་སོང་ཡོད་རེད་རྒྱལ་ཁབ་ཕྱི་ནང

ད་དེ་རང་ནང་སང་ཉིན་ང་རང་ཚོ་གི་ཚན་རིག་ཞིབ་འཇུག་གི་སྐོར་གྱི་རྣམ་གྲངས་དང་ལས་གཞི་དང་དེ་མང་པོ་བྱེད་ཀྱི་ཡོད་རེད་དེ་མ་བྱས་ན་འགྲིག་གི་ཡོད་མ་རེད། ཡིན་ནའི་ལས་ང་རང་ཚོ་འདི་གར་བསགས་དགོས་རེད་འགོ་མ་འགོ་མ། ཐོག་མ། དང་པོ། སྨན་རྩིས་ཞིབ་འཇུག་སྐོར་གྱི་ལས་ཀ་དེ་གང་ནས་བྱུང་བ་རེད་ཟེར་ན་སྨན་རྩིས་ཁང་ནས་བྱུང་བ་རེད། འོ་ཡ། དེ་ཞིག་གོ་ལོ། གོ་སྨན་བཟོ་གྲྭ་གི་བལ་ཡུལ་གྱི་ཐོག་མ་ཟེར། ད་བོད་མའི་ཟུར་གྲྭ་ང་རང་ཚོའི་དེ་རིང་ནང GMOP ཟེར་ཡ་དེ་ནས GPP ཟེར་ཡ་ཆ་བྱད་མང་པོ་ཅིག་བྱེད་དགོས་དེ་ཚང་མ་གི་ཐོག་མའི་ཐོག་མ་གི་མགོ་ཁུངས་དེ་བལྟས་བྱ་ན་ནི་སྨན་རྩིས་ཁང་གི་སྨན་ཟུར་གྲྭ་ལ་གཏུགས་བྱ་ན་ནི་འགྲིག་ཡོད་རེད་ད་མདོར་བསྡུས་བྱས་ན། ཡོན་ཀྲང་དམ་པ་ལགས་ཀྱི་ཕྱག་ཕྱག་ནི་ཟེར་དགོས་རེད་པས་ད་ལག་པ་ནི་ཕྱག་ནི་ད་ལྟའི་སྨན་རྩིས་ཁང་དེ་དག་རྒྱ་སྐད་དུ་མ་སོང་ན་ཅིག་བྷ་ཧྲི་ཏའི་ཡིག། ལིས་ཁྲིམས་པའི་དེ་ཡིག། དེ་རས་འཇལ་པའི་དོན་སྙིང་དང། ནི་ལམ་ཚད་རྡོ་རིང་གི་དོན་སྙིང་དེ་འདྲ་ཅིག། དེ་འདྲ་ཅིག་ལེན་བྱ་རྒྱུ་གི་བྱས་རྗེས་དེ་འདྲ་ཆེན་པོ་རེད། དེ་ནས་གསུམ་པ་དེ་དག་སྨན་རྩིས་སློབ་དཔོན་ཆེན་མོས་རིག་གཞུང་ཞིབ་འཇུག་ཐད་ཀྱི་མཛད་འཕྲིན་ཐོབ་པ་འདི་ང་ཤེས་ཤེས་གི་མ་རེད་ཨ་ནི་དེ་ཚོ་ཐུང་ཐུང་ནང་འདི་ཞུས་ཚར་བ་དེ་འདྲ་མ་རེད་གོང་ནས་ཨ་ནི་དགེ་རྒན་རྣམ་པ་གིས་ཨ་ནི་མང་པོ་གསུངས་སོང། ཧུམ། ད་ངས་འདི་ནས་ཅིག་ཐ་རི་ཐོ་རི་ཨ་ཙ་གི་ཙི་གི་འདི་འདྲ་ཁ་ཤས་ཅིག་གོ་གཅིག་དེ་སུ་རིག་སྨན་ཐང་གི་བཀྲིས་ཆ་འདི་གི་ཅིག་ཞུ་ཉན་ཁྲེས་སོ། ཧུམ། ད་མཛད་པ་གི་ནང་གི་གཙོ་བོ་ནི་གསུང་གི་མཛད་པ་ཡིན་ཟེར་གོ་རེད། ཧུམ། གསུང་གི་མཛད་པ་ཡིན་ཟེར་གོ་རེད། ད་ཡོན་ཀྲང་ལ་མཚོན་ན། ད། གསུང་རྩོམ་མང་པོ་ཡོད་རེད་དེ་གི་ནང་གི་སུ་རིག་གི་སྨན་ཐང་གི་བཀྲིས་ཆ། རྒྱུད་བྱེད་ཀྱི་བཀྲིས་ཆ་མཚོན་ཐང་ཅན་གྱི་བཀྲིས་ཆ་དེ་ཡོད་རེད་པ། བཀྲིས་ཆ་དེ་ད། ད་ལྟ་ང་རང་ཚོས་བལྟས་ན་ད་སྤྱིར་བཏང་གི་གཅིག་གཅིག་ཁར་ཟེར་དགོས་རེད་ཐང་ག་རྒྱག་རྒྱུ་དེ་གཅིག་དཔར་སློག་རྒྱག་རྒྱུ། དེ་འདྲ་གཅིག་ལ་གཅིག་བྱས་ན་ཁ་ཞིག་དེ་འདྲ་ངོས་འཛིན་བྱེད་དགོས་རེད། ཡིན་ནའི་ལེ་ང་རང་ཚོ་བོད་སྨན་འདི་རྒྱལ་ནང་དང་ཐ་ན་རྒྱལ་སྤྱི་ལ་ངོ་སྤྲོད་བྱེད་ཡ། རྒྱལ་རྒྱལ་སྤྱི་གི་ངོས་ནས་རྒྱལ་ནང་གི་ནས་མི་མང་པོ་གི་ངོས་བྱེད་ཡ། ངེས་ལེན་བྱེད་ཡ་དེ་ང་རང་ཚོ་བོད་སྨན་ཐང་རྒྱ་བཅས་ཀྱི་དཔེ་སྐྲུན་འདི་ལ་བལྟས་ནས་རྒྱ་ཡིག་བོད་ཡིག་དེ་ནས་དབྱིན་ཇི་དང་བོད་ཡིག་གི་ལམ་ནས། ཡོན་ཀྲང་ལགས་ཀྱིས་ནི་དབུ་མཛད་བྱས་ཆེད་བེད་སྤྱོད་བྱས་པས་གཞི་གཅིག་ཆེན་པོ་བཞག་ཡོད་པ་རེད། གཞི་གཅིག་ཆེན་པོ་བཞག་ཡོད་པ་རེད། ཡོན་ཀྲང་ལགས་ཀྱི་གསུང་གི་ནང་ན་དེ་འདྲ་ཅིག་འདུག་སླད་ཕྱིན་བོད་ཀྱི་གསོ་རིག་གཞུང་ལུགས་སྤྱི་དང་ཁྱད་པར་དཔལ་ལྡན་རྗོ་ཤུལ་འགྲེལ་བ་འབེལ་ངོས་མན་ཐང་རྒྱལ་སྤྱི་བཅས་ནི་མི་རྒྱའི་གསོ་རིག་ནོར་ཡི་བང་མཛོད་ནང་གི་རྩ་ཆེའི་ནོར་བུ་དང། བོད་མི་དམངས་ཀྱི་ཤེས་རིག་གི་བློ་གྲོས་སྙིང་སྟོབས་མཚོན་བྱེད་ཅིག་ཡིན་ལ། དེ་དག་སློབ་སྦྱོང་ཞིབ་འཇུག་བྱེད་མཁན

ང་རང་ཚོའི་བོད་ཀྱི་གསོ་རིག་གི་ཐུན་མོང་མ་ཡིན་པ་གྱི་ལྷོ་སོག་གི་འཆད་ཉན་གྱི་སྲོལ་ཟིན་ན་རེད་ཨ་ནི་མཛེས་རིག་གི་ལམ་ནས་བཀོལ་སྤྱོད་གྱི་ནི་ཐབས་རྨད་དུ་བྱུང་པ་དེ་འདྲ་ཅིག་རེད། འཛམ་བུའི་ནང་ནའང་སྐད་གྲགས་ཡོད་རྒྱུ། དེ་གའི་ནང་ནས་ཨ་ནི་གདོང་འགྲེམས་དེ་ཚོ་ན་ད་ང་རང་ཚོའི་གདོང་འགྲེམས་གྱི་ལོ་རྒྱས་མང་པོ་ཡོད་རེད་དེ་གདོང་འགྲེམས་ཆ་ཚང་དེ་བཟོ་ཉན་དེ་ཡོན་ཀྲང་ལགས་ཀྱི་ཐུགས་བཀོད་དང།

དངོས་གནས་དྲང་ནས་ང་རང་ཚོའི་གདོང་དྲན་ལ་ཞིབ་འཇུག་བྱས་གདོང་དྲན་དེ། ཅིག་ཁ་ཡོག་ལག་ཡོག་གི་སྒོ་ནས་ཅིག་སློན་ཚན་གྱི་ནང་དང་ཨ་ནི་ལག་ལེན་གྱི་ནང་དང་དེ་འདྲ་ཕ་ཅིག་འཆད་ཐུབ་ན། ད་ང་རང་ཚོ་བོད་ཀྱི་གསོ་བ་རིག་པ་གྱི་ཅིག་ཐུན་མོང་མ་ཡིན་པ་གྱི་ཁྱད་ཆོས་སྔོག་འདོན་དང་དར་སྤེལ་གཏོང་བ་ལ་ཡང་ཕན་ཧྲིལ་བོ་ཐོབ་ཀྱི་ཡོད་ཀྱི་རེད་བསམ་གྱི་འགྲོ་བ་དེ་ཅིག་ཡིན། དེ་ནས་གསུམ་པ་དེ་ཡོན་ཀྲང་ལགས་ཀྱིས་འདི་མཁས་དབང་རིམ་བྱོན་གྱི་རྣམ་ཐར་དྲན། ཨ་ནི་ལོ་རྒྱུས་ཀྱི་ངོས་ནས་བཤད་ན་ད་ལོ་རྒྱུས་དེ་བཤད་དུས་ལོ་རྒྱུས་ཀྱི་ནང་དོན་དེ་རྡོག་རྡོག་བྱས་ན་གསུམ་རེད། གཅིག་དེ་ཨ་ནི་མི་ནག་གི་ལོ་རྒྱུས་བཤད་དགོས་པ་རེད་གཉིས་པ་དེ། མི་ནག་གི་བསམ་བློ་གི་ལོ་རྒྱུས་བཤད་དགོས་པ་རེད་སིམ་པ་དེ་ནི་གསོ་རིག་གི་དོན་རྐྱེན་གི་ལོ་རྒྱུས་བཤད་དགོས་པ་རེད་ཡོན་ཀྲང་ལགས་ཀྱིས་མཁས་དབང་རང་བྱུང་གི་ནང་མཐུར་དེ་ཕ་བཏུས་ཡོང་སྟེ། གཅིག་མི་ནག་གི་ལོ་རྒྱུས་ཅིག་ཅིག་ཅིག་ཕྱོགས་བསྒྲིགས་བྱེད་རྒྱུ་དེ་འདྲ་ཅིག་ཨ། དངོས་གནས་དྲང་གནས་དེ་ལྟ་ཞིབ་འཇུག་བྱེད་ཡང་དང་བསྐྱར་སྐོར་གི་ལོ་དུས་བྱས་སོང་ན་དེ་གི་ནང་ནས་ནི་ཡོན་ཀྲང་ལགས་ཁོང་གིས་ཅིག་ཚིག་ཉུང་གནད་འདི་བ་དེ་ནི་གདངས་འཇོག་དང་དེ་འདྲ་མང་པོ་ཅིག་ནང་ལ་ཡོད་རེད། དེ་ནས་ལོ་རྒྱུས་དེ་ཁུངས་བཙན་འདི་ཞིག་ཁུངས་བཙན་པོ་དེ་འདྲ་དེ་རང་བཟོ་རང་གི་ལོ་བཟོ་བྱེད་ཕྱོགས་དེ་འདྲ་ཁ་སྐད་ཅིག་ཡོད་མ་རེད། དེ་ནས་ནི་གཅིག་ནི་མི་ནག་གི་ལོ་རྒྱུས་དེ་ནི་མི་ནག་གི་ལོ་རྒྱུས་ཀྱི་ཤིག་ལ། ཤུགས་ནི་ག་རེ་ང་རང་ཚོ་གིས་འདི་ཤེས་ཐུབ་ཀྱི་རེད་བསམ་བསམ་བློ་གི་ལོ་རྒྱུས་བོད་ཀྱི་གསོ་རིག་གི་བསམ་བློ་གི་ལོ་རྒྱུས་དང་བོད་ཀྱི་གསོ་རིག་གི་དོན་རྐྱེན་གྱི་ལོ་རྒྱུས་སྐོར་དེ་ཡང་མང་པོ་ཅིག་ཤེས་ཡོང་གི་རེད་བསམ་གྱི། དེ་ཅིག་བྱས། དེ་ནས་ད་དེ་གི་ནང་ནས་དཔེ་ཆ་བྱས་ན་མདོར་བསྡུས་ཅིག་བྱས་ན་ང་རང་ཚོ་བོད་རིགས་བོད་ཀྱི་གསོ་རིག་གི་ལོ་རྒྱུས་ཀྱི་ང་ཚོས་ངོ་མ་ངོ་མ། ལོ་ཆིག་སྟོང་སུམ་བརྒྱ་དེ་འདྲ་ཆགས་ཚད་དགོས་པ་རེད། དེ་ནས་ཡོན་ཀྲང་ལགས་ཀྱིས་དེ་ཡི་ནང་དང་དེ་མ་ཡིན་པའི་གཞན་དག་གི། ཡོན་ཀྲང་ལགས་ཀྱི་གསུང་རྩོམ་མང་པོ་ཞིག་གི་ནང་ནས། ད་བོད་ཀྱི་གསུར་བ་བཀའ་གི་ལོ་རྒྱུས་དེ་དཔེ། ལོ་སྟོང་ཚོ་གཉིས་དང་ལྔ་བརྒྱ་ཡས་མས་དེ། ཡ་ཡ་སྐྱ་བྱས་པ་རེད། ད་དཔེ་ཆ་བཤད་ན་ཡོན་ཀྲང་ལགས་ཀྱི་གསུང་གི་ནང་ན་དེ་འདྲ་ཅིག་ཡོད་རེད་ཞང་ཞུང་གི་ཡུལ་ནི་སྔ་རེས་བོད་ཀྱི་རིག་གཞུང་འབྱུང་ཁུངས་ལྟེ་བ་ཡིན་པ་དང། གཞུང་ཚན་གྱི་སྒོ་ནས་བོད་རྒྱུད་བོད་ཀྱི་བརྒྱད་རེ་མང་པོའི་བར་བོན་གྱི་བསྟན་པ་ལྟར་དར་ཡུལ་གཙོ་བོ་ཞིག་ཡིན་པས་མན་ཤེལ་སྐོར་ནས་བཤད་ནའང་ལོ་རྒྱུས་ཀྱི་ཁུངས་མངའ་ཤས་དེ་ཞང་ཞུང་རང་ལ་ཐུག་ཡོད་པ་དོན་དངོས་ཐོག་ནས་གསལ་བཤད་བྱས་འདུག་ཟེར་དུ་གསུངས་བཞག་རེད། དེ་རག་ལ་སང་ཉིན་ང་རང་ཚོ་དགེ་བའི་བཤེས་གཉེན་རྒན་དབང་འདུས་ལ་མཚོན་ན།

དེ་ནས་གཉིས་པ་དེ་ད་ལྟའི་གར་ས་ཁུལ་རེད། བོད་ཀྱི་སོར་གྱི་གཞུང་ལུགས། ད་ང་རང་ཚོའི་གཞུང་ལུགས་དང་ཨ་ནེའི་གཞུང་ལུགས་ཀྱི་གཅིག་པུའི་རྩ་ལག། མ་ལག་བཅོས་ཡག་གི་ལོ་རྒྱུས་སྐོར་ལ། ད་བཤད་སྟངས་མི་འདྲ་བ་ཡོད་དེ་ལས་ཨ་ནེ་ཁ་གསལ་པོའི་སྒོ་ནས། གསུང་ཉན་མྱོང་མྱོང་རེད། ཡོན་ཀྲང་ལགས་ཀྱིས་འདི་ཁྱོད་རང་བཞིན་གྱི་རྣམ་ཐར་ནང་ནས་ཐོག་ནས་བསྒུག་ནས་འཇུག་བར་དུ། ཞིབ་མོ་གི་ངང་ནས་ཀློག་ཡོང་དུས། ད་བོད་ཀྱི་གསོ་བ་རིག་པ་གིས་རིག་པའི་གཞུང་ལུགས་ཀྱི་མ་ལག་ཆེན་པོ་དེ་དུས་རེས་བརྒྱད་པ་གི་ནང་ལ་བཀྲུས་ཚར་ཡོད་རེད་ཟེར་དེ་འདྲ་ཅིག་གསུངས་ཡོད་རེད། དེ་འདྲ་ཅིག་འཚོལ་བ་རེད། དེ་སོང་སྟེ་ད་དཔལ་ལོ་རྒྱུས་རིང་པོར་ད་ལོ་ངོ་ཆིག་སྟོང་སུམ་བརྒྱ་སྔོན་ལ་ང་རང་ཚོའི་གསོ་བ་རིག་པ་དང་ཡང་ན་གསོ་བ་རིག་པ་འགའི་གཞུང་ལུགས་ཡོད་པ་མ་ཚད་པའི་གཞུང་ལུགས་ཀྱི་མ་ལག་ཆ་ཚང་བྲིས་ཡོད་པ་ཆིག་སྟོང་སུམ་བརྒྱ་གི་ལོ་རྒྱུས་ཡོད་པ་དེ་འདྲ་ཡིན་ན། དངོས་གནས་དྲངས་ནས་གསོ་སྦྱིན་གསོ་རིག་གི་ནང་ནས་དེ་འདྲ་ཉུང་ཉུང་རེད་ཉུང་ཉུང་རེད། དེ་ནས

ཞེས་བཤད། དེའི་སྐོར་དེ་ནི་ཡོན་ཀྲང་གི་གསུང་རྩོམ་གྱི་ནང་ན་ཡོད། ཡོན་ཀྲང་གི་ནང་ཞིག་ཡོད། ནི་བྷི་ཐེ་ཤོད་ཀྱིས་འདི་ཚན་རིག་གི་སྐོར་གྱི་ཅིག་ལྟ་བ་དང་ང་རང་ཚོ་བོད་སྨན་གྱི་འདི་གྲུབ་པ་ལི་གི་སྐབས་ཀྱི་ལི་གི་ཕྱག་ཚིག་གི་གནས་སྐབས་ཚང་གི་དགོངས་དོན་དེ་དང་དགོངས་པའི་ཆུ་བོའི་ཁར་ཁར་སོ་གི་གཅིག་ཏུ་བས་ཡོད་པ་དེ་འདྲ་ཅིག་གསུང་གི་ཡོད། ད་ང་རང་ཚོ་བོད་བོད་ཀྱི་གསོ་རིག་དང་ཚན་རིག་གི་བསྡུར་ཕྱོད་སྐོར་གྱི་བཤད་ཚུལ་དེ་རང་སང་ཉིན་མང་པོ་ཡོད། ད་ལོ་རྒྱའི་སྒང་ནས་བཤད་བཤད་ན་ཆེས་སྔ་བ་དེ་སྤེལ་རེས་ཅི་དགོས་པ་གི་གནང། ཕ་ཁྱི་སྤྱི་ལོ་ཆིག་སྟོང་བརྒྱ་རྒྱ་སུམ་ཅུ་ལྷག་ཅིག་ཅིག་མི་འགྲོ། དེ་གི་སྐབས་དེ་ལ་ནི་ཞོང་ཡ་ལི་རྒྱལ་ཁབ་གི་བོད་རིག་པ་གི་མཁས་ཅན་ཆོས་མ་ཟེར་ཡ་ཅིག་རེད། ཁོ་གིས་ནི་རྒྱུད་བཞི་གི་སྐོར་གི་བཤད་རྩོམ་དེ་འདྲ་བྲིས་བྱས་ཀྱི་ནི་བོད་ཀྱི་གསོ་བ་རིག་པ་དང་ནི་ཚན་རིག་གཉིས་ཕན་ཚུན་ངོ་འཕྲད་པ་ཟིན་ན་ནི་ཕན་ཚུན་བགྲོ་གླེང་བྱེད་ཡག་མགོ་བརྩམས་པ་རེད། དེ་གི་བཞི་བོ་ད་ནི་ཚན་རིག་དང་བོད་ཀྱི་རིག་གནས་གི་བགྲོ་གླེང་སྐོར་ནི་ད་འདུག་མེད་པ་དགེ་འདུན་ཆོས་འཕེལ་ལྟ་བུ་ཚོ་ན་ཡང་གོ། དེའི་སྐོར་གྱི་དེ་གསུང་ཚུལ་འདྲ་དེ་མང་པོ་ཡོད་རེད། རྒྱལ་སྤྱིའི་སྒང་ནས་དེའི་སྐོར་ལ་ཞིབ་འཇུག་བྱེད་མཁན་དང་ནི། འདི་འདི་ངེས་ལེན་བྱེད་མཁན་མང་པོ་ཡོད་རེད། འདི་ང་རང་ཚོའི་བོད་ཀྱི་གསོ་བ་རིག་པ་གི་རང་གི་གར་སོགས་རེད། ཁོར་ཡུག་གི་ནང་ནས། རང་རང་གི་ཁྱབ་ཁོངས་ནང་ནས་བཤད་ན་ཚན་རིག་དང་བགྲོ་གླེང་བྱེད་མཁན་ཐོག་མ་གི་བྲིས་ཏེ་ཡོན་ཀྲང་ལགས་ཀྱིས

ད་ལོ་ཉུང་སྐོར་ཁ་ཤི་གི་གཅིག་ཤི་ན་དེ་ཧ་གོ་གོ་བྱེད་མ་ཚང་མ་སྐད་ཆ་དེ་བཤད་གི་ཡོད་དེ་འགོ། ཐོག་མ་ཐོག་མ་གསུང་སྙན་དེ་སུ་ཡིན་པ་གཅིག་ཤི་ན་ཧ་གོ་གོ་བྱེད་དེ་ཡོན་ཀྲང་ལགས་རེད། དུས་ཕྱིས་ཀྱི་ནི་ཚན་རིག་གི་སྐོར་ལ་ནི་བགྲོ་གླེང་བྱེད་ཆེད་ནི་ད་གར་སོང་རེད་འཛམ་གླིང་ཤེས་རིག་ཚན་རིག་གི་ནང་ནི་ང་རང་ཚོ་བོད་ཀྱི་གསོ་བ་རིག་པ་དེ་ལ་སྔར་ལས་ལྷག་པའི་སྒོ་ནས་གཅིག་མཐོང་ཆེན་དང། དོ་སྣང་དང། ངེས་ལེན་བྱ་ཡག་གི་ཤུགས་ཆེར་ཕྱིན་པ་རེད། དེ་དང་མཉམ་དུ། གཞི་ཐོག་པ་དག་ང་དང་ང་དང། ལོ་ཆུང་བ་ཚང་མ་ཚོ་ན་ཡང། དེའི་སྐོར་གྱི་དག་ཚན་རིག་དང་སྲོལ་རིག་གཉིས་བསྡུར་ཞོག་གི་ཆི་ཁར་སོགས་རེད་སེམས་ཤིག་ཡིན་ན་རེད། དེའི་སྐོར་གྱི་ངེས་ཤེས་ཆེན་པོ་བསྐྱེད་པ་དེ་འདྲ། བྱེད་ཀྱི་ཡོད་རེད། དེ། གསུམ་པ། དེ་ནི་ད། འདི་ཡོད་མདོ་མེད་ཀྱི་ཕྱོགས།

ངོ་ནས་དྲང་གནས་རེད། རེད་དེ་ལས་ཨ་ནི་དུས་དེ་ཨ་ནི། འདི། རྒན་རིན་པོ་ཆེ་སྨན་རྩིས་ཁང་ལ་ཡོད་རེད། སྨན་རྩིས་ཁང་ལ་ཞུས་པ་རེད། དེ་ནས་ཨ་ནི་ཡོན་ཀྲང་ལགས་ཀྱིས། མཚོ་སྔོན་ཕྱོགས་བས་ན་རེ་ཨ་ནི་མདོ་སྟོད་ཀྱི་ཕྱོགས་ད་ལྟའི་བ་ཨ་ལ་ཨ་ནི་རྒྱབ་སྐྱོར། དམིགས་བསལ་གྱི་གཟིགས་སྐྱོང། ཐུགས་ཁུར་གནང་ཆེད་ཆེད་ཨ་ནི། རྒན་རིན་པོ་ཆེ་མ་མཚོ་སྔོན་ལ་མངགས་པ་རེད།

ངས་རང་གི་ཟུར་གྱི་དགེ་རྒན་ཐོག་མ་ཐོག་མ་དེ་ད་ཨ་ཁུ་དྲང་ཆེ་ཟེར་གོ་རེད། ཨ་ཨ་ཁུ་དྲང་ཆེ་དེ་སྔོན་མ་འདི་ལྷ་ས་ལ་རྒྱ་ཆུ་བཅའ་གཉིས་བཅའ་ཟིན་དུ་བ་ལ་ནན་དཀར་རྩིས་ཀྱི་ཚོམས་འདི་གང་ཡག་ཕེབས་འདུག་ཨ་དེ་ཕལ་ཆེ་ཆེ་ནི་ཡོན་ཀྲང་ལ་ད་ཁོ་ཚོས་ངོ་ཤེས། དེ་ནས་ཨ་ཁུ་དྲང་ཆེ་དེ་སྨན་གྱི་ཕྱོགས་ནས་ཁེབས་པ་རེད་ལྷག་པར་དུ་ནི་རྩིས་ཀྱི་ཕྱོགས་ལ་ཁེབས་པ་རེད་ད་ང་རང་ཚོ་ནན་དཀར་རྩིས་ཀྱི་རྒན་ཀུན་དགའ་ཕུན་ཚོགས་ད་ཁོ་ཚོ་ཚང་མ་ཤེས་ཀྱི་རེད་རྒན་ཡོན་པ་ཁོ་ཚོ་ཚང་མ་ཤེས་ཀྱི་རེད། རྩིས་ཀྱི་ནང་ནས་ལྷག་པར་དུ་བསམ་འཕེལ་དབང་རྒྱལ་གྱི་སྐོར་ནས་ནི་བགྲོ་གླེང་ད་དེ་འདྲ་མཛད་ཆེ་ཆེ་ནི་ཡོན་ཀྲང་ལགས་ཀྱི་དཔེ། ཡང་ཁར་ས་གོ་ཞིག་ཅིག་ཐུགས་ཁུར་ད་ནི་འདི་འདི་འདི་འདི་རྒྱབ་སྐྱོར་མང་པོ་བྱེད་རྒྱུ་འདི་འདྲ་ཅིག་རེད་ཨོ་ཡ། འདི་རྒན་གྱིས་ང་ངུ་སྤྲོད་བྱེད་ཆེད་ནི་ཡོན་ཀྲང་གི་རྩ་ལ་བྱས་ཨ་ནི་དུས་གཏན་ནས་ནི་ཡོན་ཀྲང་གི་རྩ་ལ་ང་མཚོན་ན་ནི་ལོ་ཆུང་ཆུང་རེད་འདི་དེ་ལོ་ཉིས་ཐམ་པ་རེད་རྟག་པར་འགྲུབ་ཡོད་རེད། ཡོན་ཀྲང་ལགས་ཀྱི་ནང་འགྲུབ་ཡོད་རེད་བ་སྐོར་ནང་དེ་བ་ལ་འགྲུབ་ཡོད་པ་དེ་འདྲ་ཅིག་ད་དེའི་སྐོར་དེ་མང་པོ་བཤད་ད་ཡང་ཅིག་ཕན་ཚུན་ཅིག་འདུག་ཨ་དེ་ཅིག་རེད་དེ་ནས་ད། ཆུ་ཚ་ཐག་རིང་པོ་དེ་ཡོང་རྒྱུ། དེ་ནས་ལོ་ཆུང་ཆུང་བའི་ན་རེ་གང་ན་ཡོན་ཀྲང་ལགས་ཀྱི་བལ་དང་དམིགས་བསལ་གྱི་གཟིགས་སྐྱོང་དང་རྒྱབ་སྐྱོར་དང་ཐུགས་ཁུར་དང་བཀའ་ལྷུང་བཀའ་ལམ་སྟོན་དེ་འདྲ་མང་པོ་གནང་གི་རེད་བལ་ཆ་ཤ་ནི་ང་ཚོའི་ཐག་པ་རེད་དེ་འདྲ་ཟེར་གི་ཁྱེད་རང་ཚོ་ཡག་པོ་བྱེད་ཨ། ཆང་ཨ་ར་མ་འཐུང་ཨ་འདི་བ་ནི་མི་སྡུག་ཅག་དེ་འདྲ་དང་མཉམ་དུ་མ་འགྲོ་ཨ། ཨ་འདོད་ཆོག་ན་མཁས་པ་ཆེན་པོ་ཡོད་རེད་ད་ངོ་མ་ལོ་རྒྱས་སྒང་ན་ཨ་ནི་རྒྱས་རིན་པོ་ཆེ་དེ་ཨ་འདོད་ཨ་འདོད་གི་རེད་ད། དེ་ནས་དགེ་འདུན་ཆོས་དཔལ་ཏེ་ཨ་མདོ་བིར་ཏཱ། ཚེ་ཏན་ཤར་གྲོང་རིན་པོ་ཆེ་ཨ་མདོ་བིར་ཏཱ་ཁྱེད་རང་ཚོ་གི་བཤད་འགྲོས་མ་ཤོད་ཨ་ཚེ། ད་བར་ནི་སློབ་སྟོན་སློབ་གསོ་དེ་འདྲ་མང་པོ་གནང་གི་རེད། དེ་མ་ཡིན་པའི་འཚོ་བ་གི་སྐོར། དཀའ་ངལ་གི་སྐོར། དེ་འདྲ་ཡོན་ཀྲང་ལགས་ཀྱིས་གཟིགས་སྐྱོང་གནང་པ་དེ་འདྲ་ཅིག་རེད། དེ་མ་ཡིན་པའི་ད་ལྷ་ས་ལ་ཡ། ཡོངས་རྗོག་གི་ཅིག་ལྟ་སྐོར་ཚོགས་པ་དང་ཅིག་དེའི་ཁར་སུ་འདི་ཆབ་སྲིད་ཀྱི་སྐོར་འདི་སྲིད་གྲོས་ཀྱི་ལྟ་སྐོར་ཚོགས་པ་དང་དེ་མ་ཡིན་པའི་ནི་འདི་དམངས་ཆེན་གྱི་དེ་སྐོར་དེ་ནི་སྣེ་ལེན་མང་པོ་བྱས་ཡ་དེ་འདྲ་ངས་ང་ཚོ་ནི་ཐང་མ་གཉིས་ལ་ཁུ་ཚུར་དུ་མཉམ་དུ་ནི་ཡོན་ཀྲང་ལ་གི་འདི་སྣེ་ལེན་བྱེད་བྱེད་དེ་དེ་དེ་ཞུ་རྒྱུ་ཡོད་དཔེ་ཆ་ཞིག་ན་ཐང་མ་ཞིག་ལ་ཚུར་སྔོན་གྱི་འདི་དམངས་ཆེན་གྱི

ང་འདི་བོད་ལྗོངས་སུ་སློབ་གྲྭ་ཆེན་མོ་ནང་ནས་ལོ་ལོ་རེ་གཉིས་བ་སྐད་ལ་བྲིས་རྒྱུ་དེ་འདྲ་བྱས། འདི་བྲིས་ཚེ་དེ་ནི་ཡོན་ཀྲང་ལགས་ཀྱིས་ཡ་གཅིག་སྙན་གསང་གཅིག་ཞུ་བྱས་བྱས་ནས་ཡོན་ཀྲང་གིས་ཟེར་ན་དེ་ཁྱེད་རང་དེ་འགུལ་བསྐྱོད་ཅིག་རྒན་རིན་པོ་ཆེ་ལ་གཅིག་འབྲི་ག་བྱོས་ཟེར། འདི་གི་འགུལ་བསྐྱོད་དེ་ནི་རྒན་རིན་པོ་ཆེ་གིས་བྲིས་རྒྱུ་དེ་འདྲ་ཡིན།

དོན་ཚན་ནང་དེ་ནི་གྲུབ་པ་ལེགས་ཀྱི་སྐོར་དང་དེ་གི་ནང་ནས་ལེགས་ཀྱི་རང་བཞིན་གྱི་སྐོར། རྒན་ལགས་ཀྱིས་ཡང་གཅིག་དེང་སང་ཚན་རིག་དང་དེ་འདྲ་བསྡུར་བྱེད་ཆེད་ནི་ང་ལ་ངེས་ཤེས་ཞུ་གཅིག་བྱས་སོང། དེ་ནི་དེ་གི་སྐོར་ནས་གཅིག་ད་ཁར་སོགས་གཅིག་འདྲི་གཅིག་འདྲི་དུས་སུ་དྲིས་དེ་ནི་ཡོན་ཀྲང་ལ་ཡང་གཅིག་ཕུལ་བ་ཡིན། ཐོག་མ་དེ་ལ་ཡོན་ཀྲང་ལགས་ཀྱིས་ཞེ་བོ་དེ་ཕྱེ་མ་སོང་ཁྱེད་རང་དེ་ག་རེ་དྲིས་འོ་ན་ད་འདི་ང་ཟེར། གཅིག་གོ། འདི་ད་ཁོ་ཁར་ཟེར། འདི། འདི་ནང་དོན་རིག་པ་ད་དེ་འདྲ་ཞུ་ཞུ་ཁེལ་བ་ཡོད་མ་རེད་ད།

སྨན་རྩིས་ཁང་དང་ནི་ཀྲུའུ་ཡན་པུའུ་གསར་པ་གཞུང་ལས་ཁང་ནང་བཞུགས་ཡོད་དུས་ད་སྔ་རང་ཚོ་ཐོག་པ་རུ་ཡོན་ཀྲང་ཙཱ་ལ་སོན་དེ་ནས་ཡོན་ཀྲང་གི་ཡང་བཀའ་སློབ་དང་དེ་འདྲ་མང་པོ་དེ་ཁྱེར་མྱོང་ཡོད་ཨང། འོ་ཡ། ད་ལྟའི་སྔ་རང་ཚོའི་སློབ་གྲྭ། མཚོ་སྔོན། ལྷོ་ཆེན་བོད་ཀྱི་སུ་རི་ལྷོ་ལུང་སྟེ་སྔོན་མ་དང་ཆུ་ཆེན་ཐོ་ཡག་དེ་ཚོ་རང་བོད་རེད། དངོས་གནས་དྲང་གནས་ཀྱི་ད་ཁར་སི་ཀའི་སློབ་གྲྭ་གཅིག་རྒྱ་ཆེན་པོ་ཆགས་ཡ་དེ་ད་ལོ་ཐུང་ཐུང་རེད། ཉིས་སྟོང་ཉིས་སྟོང་བརྒྱ་མའི་བཅུ་དྲུག་གི་ལོ་ལ་ང་རང་ཚོའི་ཁང་པ་གསར་པ་བརྒྱད་སློབ་གྲྭ་འདིའི་ཁར་ཟུར་གསར་པ་ནང་ཡག་པོ་གནས་གནས་སྤོ་ཡོང་དུས་དེ་ནས་ང་རང་ཚོ་གི་ཅིག་ད་འདི་དཔེ་སྐྲུན་འདི་ཁར་ཟུར་གོ་རེད་དེ་དཔེ་མཛོད་ཁང་ཟོ་ར་དེ་འདྲ་གི་ནང་ལ་གནས་ཅིག་བྱེད་སྟངས་དེ་སྨན་གི་བླ་བརྒྱུད་གི་བྱེད་སྟངས་ཆེན་པོ་དེ་འདྲ་ཅིག་བཞག་དེ་གི་ནང་ནས་ད་ཉེ་རབས་དང་དེང་རབས་ཀྱི་མཁས་པ་ད་ཁྱོད་བྱས་ན་ནོར་བུ་རེད་དང་པོ་དེ་གཉིས་པ་དེ་བྱམས་པ་ཡོན་ཀྲང་ལགས་ཡིན་གསུམ་པ་དེ་ནི་མདོ་སྨད་ཀྱི་ཕྱོགས་ཀྱི་ལྷག་པར་དུ་མཚོ་སྔོན་གྱི་ཕྱོགས་ཀྱི་སྟབས་བུ་སྨན་གྱི་ཁེ་བ་ཆེན་པོ་ངག་རོང་མཁན་པོ་ཟེར་དགོས་རེད་ཨང། དེ་ནས་བཞི་པ་དེ་ནི་ག་རིན་པོ་ཆེ་རེད། ནས་ལྔ་བ་དེ་ཨ་ལགས་ཤང་བཟའ་རེད་ཨ་ལགས་ཤང་བཟའ་རེད། ནས་དྲུག་པ་དེ་ད་ད་ལྟ་འཚོ་གཞིས་ནང་འཇུག་ང་ཚོའི་ཨ་ཁུ་ཉི་མ་ཡིན་ཨ་ཁུ་ཉི་མ་ཡིན། འོ་ཡ། དེ་ནས་ད་བཞི་གོ་བཞི་གོ་དེ་ལ་ནི་ཞུ་ཡ་ག་རེ་ཡིན་ཟེར་ན་ད་ང་རང་ཚོ་ཁ་སང་སྨན་རྩིས་ཁང་གི་འགོ་ཁྲིད་རྣམ་པ་དང་ཨ་ནེ། འདི། ལས་མི་རྣམ་པ་བཀའ་དྲིན་ལ་བརྟེན་ནས་ད་འདི་འདྲ། གཟབ་རྒྱས་ཀྱི་གཅིག་ཁར་སོགས་རེད་རྗེས་དྲན་ཚོགས་འདུ་ཆེན་པོ། འཚོགས་ཐུབ་པ་དེ་དངོས་གནས་དྲང་གནས་ཀྱི་བཀའ་དྲིན་ཞུས་པ་ཡིན་ཨ་ནེ་རྗེས་དྲན་ལ་བརྟེན་ནས་འདི་ད་རྗེས་དྲན་གྱི་དོན་སྙིང་གཅིག་ཡོད་རེད་པ། རྗེས་དྲན་གྱི་དོན་སྙིང་གཅིག་ཡོད་རེད་པ་ད་ངས། འདི་རྗེས་སུ་ཡི་རང་བྱེད་པ་དང་རྗེས་སུ་བསླབ་པ་དང་རྗེས་སུ་ཞུགས་པ། ད། ཡོན་ཀྲང། འདི། རྒན་དབང་འདུས་ལགས་ཀྱི་དཔེ་མང་པོ་གསུངས་སོང། ང་རང་ཚོ། ངའི་འདི་བ་ནི་ང་གཅིག་གི་ལྷོ་སུའུ་རྒྱ་མིའི་རྒྱ་ཡག་གི་དེའི་ཐོག་ཐང་ཡོད་མ་རེད། ད་ང་རང་ཚོ་ལོ་འབྱུང་ཚོ་ང་དང་ང་ལྟ་བུ་ཚོ་ན་ག་རེ་ཟེར་ན་ལྷོ་དཔོན་བསྟན་བཞུགས་ལྷོ་དམག་གི་ཚིག་འབྲུ། ལྷོ་དཔོན་གྱི་རྗེས་དྲན་ལྷོ་དམག་གི་ཚོགས་བསགས། ལྷོ་དཔོན་གྱི་རྣམ་ཐར་ལྷོ་དམག་གི་ཉམས་ལེན། ལྷོ་དཔོན་གྱི་བཀའ་སློབ་ལྷོ་དམག་གི་དམ་བཅའ། ད་རྒན་རྣམ་པ་གྱི་གསུང་རྒྱུན། ཨ། བྱམས་པ་ཡོན་ཀྲང་ལགས་ཀྱི་གསུང་ཆོས་དེ་མ་ཡིན་པའི་རྐྱེན་རྣམ་པ་གི་གསུང་ཆོས་ཀྱི་དག་པ་ལྷོད་དེ་ཚང་མ་ཡིད་ལ་དྲན་ནས་མ་བརྗེད་པ་ཆེ་ཆེ་བྱས་ད། དངོས་བྱོན་དམ་པ་རྣམས་ཀྱི་རིག་གནས་རིན་པོ་ཆེ་གི་རྣམ་གཞག་མང་པོ་ཅིག་སྐྲུན་བྱའོ་རེད་ད་ང་རང་ཚོའི་དེ་ཞིབ་འདི་ཁར་སོགས་རེད་དེ། སྲོལ་རྒྱུན་རིག་གནས་ཀྱི་ཞིབ་འཇུག་པ་དང་ཉམས་ལེན་པ་དང་ཡང་ན་རྒྱུན་འཛིན་པ་ཅིག་ཡིན་པའི་ངོས་ནས། ད་ལྟའི་ཅིག་གར་སོགས་རེ་ཅིག་ཞབས་ཞུ་སྒྲུབ་མི་ཐུབ་ནའང་དེ་ཅིག་དེ་ལྟ་བུའི་རྣམ་གཞག་རིག་གནས་ཀྱི་རྣམ་གཞག་སྨན་རྩིས་ཀྱི་རྣམ་གཞག་ལོ་རྒྱུས་ཀྱི་རྣམ་གཞག་ལ་སོགས་པ་ཞིག་གཏོད་དེ་འདྲ་བ་ནི་དཔེ་ལྟ་ཞབས་འདྲེན་དང། འདི་གར་སོགས་རེ་རྐང་འདྲེན་དེ་འདྲ་རེད་ཟེར་འདུག་དེ་འདི་དེ་མ་ཆོས་བ་གལ་ཆེན་པོ་འདུག་ད་གཙོ་བོ་གཙོ་བོ་གི་གར་རེད་ཟེར་ན་ནི་རྗེས་དྲན་དོན་སྙིང་དེ། ཡོན་ཀྲང་དམ་པ་ཁོང་དང་ཁོང་ལྟ་བུ་སྔོན་བྱུང་གི་མི་བུ་དམ་པ་རྣམས་པ་ལ་ང་རང་ཚོ་གིས་ཅིག་མུ་སྤེལ་དང་ཁ་མུག་ཡར་ལྟ་བྱས་ནས་ཁོང་རྣམས་པ་ལ་གོང་བཀུར་དང། སློབ་སྦྱོང་བྱས་ནས་ནི་གང་ནས་ཅི་ཅི་ཐུབ་ཀྱི་སོ་སོ་གི་ཅིག་ལས་ཀ་གང་ལ་གང་ཟིན་ཅིག་བྱེད་ཐུབ་བ་དེ་འདྲ་རེད་ད་ཞི་གོ་ཞི་གོ་དེ་ག་རེ་ཟེར་ན། དམ་པའི་ཐུགས་བསྐྱེད་ནམ་མཁའི་ཀློང་ལས་ཡང་སྨན་རྩིས་བསྟན་པ་སྲིད་པའི་རྒྱན་དུ་བསྐྲུན། སློབ་དཔོན་ཁྱེད་ཀྱི་རླབས་ཆེན་མཛད་པ་ལ་བདག་ཅག་བསམ་པ་ཐག་པའི་ཡར་ངོ། ཐུགས་རྗེ་ཆེ་ནི་ཅིག་བྱེད་ནི་མ་འགྲུབ་པ་དང། འགྲུབ་པ་དེ་འདྲ་ཡིན་ན་འདི་བཞུགས་ཀྱི་རྒན་ལགས་རྣམས་པ། ནི་འདི་འདི་འདི་སློབ་ཆུང་རྣམས་པ་གི་འདི་ནས་ནི་མཐོ་སློབ་ཤག་སུ་ཞུས་པ་ཡིན་ཐུགས་རྗེ་ཆེ།